བྱེད་ཐུབ་བོ། རེད་བ། དེ་ཕྱིས་ཚོང་མ་ལ་དེའི་འབྲས་བུ་བྱེད་པ་མཚུངས་པ་ཅི་བག་ཡོད། ཡོད་རེད་བ། འོ་དེ་རེད་དཔེར་ན་མེ་འདྲ་བོ་ཅིག་ཡིན་ན། ཨ་ནི་ཀ་ས། ཨ་ནི་བསད་པའི་བྱ་བ་བྱེད་ཡ་དེ་རེད་བ། བསད་པའི། བཙོ་བསྲེག་གི་བྱ་བ་བྱེད་ཡ་དེ་མེ་ཡི་བྱེད་ལས་རེད་བ། རེད་བ། དེ་ལྟ་མེ་ཡིན་ཚད་ཚང་མ་གི་འབྲས་བུ་བཙོ་བསྲེག་གི་བྱ་བ་དེ་བྱེད་ཡ་ཐུབ། ཐུབ་ཡོད་པ་ན་ཤི་སྐྱེ་ནི་འཁོར་རོ། ཤི་ཡི་ཚ་ཡི་གཞུག་གུ་ནི་ཨ་ནི་ཀ་རེད། རང་གི་ཨ་ནི། འབྲས་བུ་ག་རེ་བྱེད་རྒྱུ་ཡོད་ན་འབྲས་བུའི་རིགས་ཀྱི་བ་བྱེད་པ་གི་ནི་མཚུངས།

ཤི་ས་ནང་འཇིབ་པའི་རིགས་སྐྱེས་པ་བྱེད་པ་གི་དང་མཚུངས་ཡོངས་སུ་ལ་ཡོད་དཱ། ཁྱེད་ཀྱིས་ཤི་སའི་ནང་འཇིབ་པའི་མཚུངས་ཤིས་སུ་རེད། ཡང་ཤི་མ་ཡིན་ལས་ལོ་པར་ཡང་མཚུངས་པས་སུ་དཱ་ཤི་མ་ཡིན་ལོ་པར་མཚུངས་དགོས་རོ་བ་ག་རེད། ཤི་སའི་ནང་ནི་ཤི་མ་ཡིན་ལས་ལོ་པར་ཡང་མཚུངས་པས། ཤི་མ་ཡིན་ལས་ལོ་པར་དང་ཤི་མ་ཡིན་ལས་ལོ་པར་སྣང་བ་གཉིས་དེ་དག་གི་ཤེར་ཕྱེད་ཅིག་བཞག་པ་དང་འགལ་སུ་ཨེ། དཱ་ཤི་མ་ཡིན་ལོ་པར་བསྟན་བ་ག་རིགས་ཀྱིས་ཡིན།

དང། མི་རྟག་པ་དང་བདག་མེད་པ་ལ་སོགས་པ་དེ་དག་ཀྱང་རྟོག་པའི་སྣང་བ་ཚོགས་ཁོ་ན་ཟད་པས་ད་ལྟ་བ་སྔ་མ་ན་ཞིག་ཅེ་ན། ད་བ་ཕྱི་མ་མ་རེད་ད། ད་བ་སྔ་མ་ན་ཞིག་ཅེ་ན། ད་པ་སྔ་མ་ན་བཞིན་གར་ཆག་འགྲོ་རེད། སྣང་བ་དེ་གསལ་བ་རུང་ཚད་ལ་རྗེས་སུ་འགྲུབ་པའི་ཤེས་ཆགས་པ་ཡིན་ནོ་རེད་བ། སྣང་བ་དེ་གསལ་བ་རུང་ཚད་ལ་རྗེས་སུ་འགྲུབ་པའི་ཤེས་ཆགས་པ་ཡིན་ན། སྣང་བ་དེ་གསལ་བ་རུང་ཚད་ལ་རྗེས་སུ་འགྲུབ་པའི་ཤེས་ཆགས་པ་ཡིན་ན། མི་རྟག་པ་དང་བདག་མེད་ལ་སོགས་པ་དེ་དག་ཀྱང་རྟུལ་པོའི་སྣང་བ་ཚོ་ཁོ་ན་སེལ་བས། བློ་ཡི་སྣང་བ་ཚོ་ལས་མཐའ་གཏད་པའི་མི་རྟག་པ་དང་བདག་མེད་སོགས་ངེས་པའི་གནས་ཚད་ཀྱི་ཕྱིར་མ་ཡིན་གྱི་དེ་དག་མི་རྟོགས་པ་འབྱེད་ལ།